དགེ་ཆོས་ཤེས་རབ་གླིང་དུ་བཞུགས་པའི་དྲ་གྲོགས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ཡང། ང་ཚོ་ད་སློབ་ཁྲིད་དུ་ད་ལྟ་ནས་འགོ་འཛིན་འཇོག་རྒྱུ་ཡིན། དེ་ཡིན་ན། ད་དགེ་བསྣོན་ཆོས་འཕེལ་གྱི་ལོ་རྒྱུས་ཀྱི་ནང་ནས་ཁ་རྩང། ད་ཁ་རྩང་གི་ཕ་ཡུལ་དུ་སྐུ་གཤེགས་ནས། དེ་ནས་ཁིར་མ་བུ་གསུམ་པོ། ད་ཕྱིར་རང་ཁྱིམ་དུ་ལོག་ནས། དེ་ད་བཞུགས་ཡོད་པའི་སྐབས་ད་དེ་མོ་གཟིགས་ནས་ཆི་གི་བཞག་ན་ར། ད་དེ་ཡིན་སོང་ན། ད་སྐབས་དེ་དུས་ལམ་ཚོ་ན་དགེ་འདུན་ཆོས་འཕེལ་དགུང་ལོ་བདུན་རེད། དེ་ནས་ད་ཁིར་གི་མ་ཡུམ་དང་དེ་ནས་སྐུ་གྲངས་མ་ཁིར་རྣམ་པ་གསུམ་དུ་མ་གཏོགས་ད་ཁྱིམ་ནང་བཟའ་ཚང་གཞན་པ་མེད་གི་ད་ཕ་ཡུལ་སྐུར་ཕྱག་སོང་ནས་ཧ་མ་འགོ་འཛོམས་གོ་བདེ་སྐྱིད་དང་ཁབ་བྲལ་སོང་ནས་ཁོང་དགེ་འདུན་ཆོས་འཕེལ་གང་རིགས་ན་ད་ཁ་སང་གི་མཚན་ན་སྐབས་དེ་དུས་རིག་འཛིན་རྣམ་རྒྱལ་ཟེར་ནི་རི་མོ་རིག་འཛིན་རྣམ་རྒྱལ་ཧ་ཅང་གི་ད་འཚོ་བ་ཡིན་ན་ཐབས་སྐྱོ། དེ་ནས་ཅིག་སེམས་ཁམས་ཡིན། སེམས་ཁམས་ཡིན་ན་ཡང་ཅིག་ཧ་ཅང་སྙོམས་དེའི་སྡུག་དེ་འདྲ་བོ་རེད། ད་ཕ་ཡུལ་ཞིག་གི་ད་གཙོ་ཡིན་ན་དགེ་འདུན་ཆོས་འཕེལ་སྤོབས་པ་མཐོན་པོ་གི་སྒོ་ནས་ད་མི་ངན་ན་སོང་ན་ཆོག་གི་ཅིག་ན་དགེ་འདུན་ཆོས་འཕེལ་བྱིས་པ་ཆུང་ཆུང་ཡིན་དུས་ཁར་ག་གནམ་རིག་ཧ་ཅང་གི་རྒོད་པོ་བཞའ་བཞིན་ཁུས་ཧྲ་ལྟོས་མི་རེད་དཔེར་ན་ཁར་སང་གི་རང་དགོན། གཡའ་མ་བཀྲ་ཤིས་འཁྱིལ་གྱི་བཞུགས་སྐུ་ཐ་ཚོད་ན། རྟ། སྔ་འགྱུར་རྙིང་མ་གི་ཀློང་ཆེན་སྙིང་ཐིག་གི་ཆོས་སྐོར། མདོར་ན་འདོན་ཆ་གཟུགས་ཡོངས་སུ་རྫོགས་པ་ཐམས་ཅད་པོ་ཐིག་ཐོག་ནས་བློ་འབྱོར་ཐུབ་ནས་དེ་མུག་ད་བློ་འཛིན་ངར་བ་དེ་མུ་བཞུགས་རེད། དེ་བཞིན་དུ་ཁིར་ཚང་གཡའ་མ་བཀྲ་ཤིས་འཁྱིལ་ན་བཞུགས་སྐུ་ཐ་ཚོད་ན་ཡི་གེ་ཡང་འབྲི་ཤེས་གི་ཡོད་གི། ཡི་གེ་འབྲི་ཤེས་མི་ཚད་རི་མོ་ཡང་འབྲི་གི་ཡོད་གི། ད་ཁིར་ཚང་གི་གསུང་འོག་གི་མོ། ཁོང་དུ་ནི། ཡ་མ་བཀྲ་ཤིས་འཁྱིལ་དགོན་ན་བཞུགས་དུས། ཁོང་གི་ཆུ་ཟིག་རེ་བཞིན་ཡིན། སྐབས་དེ་དུས་ན། རི་མོ་ཡང་བྲི་གི་ཡོད། རི་མོ་བྲི་དུས་ཤོག་ཧོབ་བྲི་ས་མ་ལོག་ན་ཅི་རུང། ད་དགོན་པ་གི་ནང་ན་ཐང་ཀ་ཡོད་ནོ། ཐང་ཀ་མ་རབས་ལའང་དུས་བརྒྱ་བའོ། རི་མོ་བྲི་ཡ་དང། སྙན་རྩོམ་བྲི་ཡ། དེ་འདྲ་ཞིག་ནི་ཡིན། ཨ་བ་དེ་འདྲ་གསུངས་ཡོང་གི་རེད་ཡ། རྗེས་སོར་ཁོ་བླ་བྲང་ནས་སློབ་གྲྭ་ཡི་སོང་ད་སློབ་མཐར་ཕྱིན་ནས་མཁས་པ་ཆེན་པོ་ལོག་ཁོ་སི་ར་ཕ་ཡི་ར་ཐོན་དུས་ད་ཁོང་ལོ་དགུང་ལོ་ང་དྲུག་བདུན་བརྒྱད་གི་སྟེང་བྲིས་ནས་སྙན་ངག་དང་སོབ་ཏིང་འོང་དུས་ཧ་ཅང་དཔེ་སྙན་ངག་སྙན་པོ་རེད་དུས་གོ་གི་ཡིག་ནོར་ཁ་ཤས་ཡོད་གི་མ་གཏོགས་ཁོ་དགུང་ལོ་ཆུང་ཆུང་ཡ་མ་བཀྲ་ཤིས་འཁྱིལ་ན་སློབ་སྦྱོང་ཞིག་གོ་གི་ད་ཚོད་ན་ཁོ་རང་གི་བྲིས་ནས་ད་སྙན་རྩོམ་དེ་ཚོ་ཧ་ཅང་གི་སྒྱུ་རྩལ་དང་ཉམས་ཀྱི་ཆ་ནས་ཧ་ལས་པ་སྙན་རྩོམ་ཡག་པོ་རེད་འདུག་ཡོད་ཚད་ཁེར་རྩང་གི་དེ་འདྲ་སོང་བ་དགའ། འོ་དེ་ག་ནང་བཞིན་གྱི་ཁེར་རྩང་ཆུང་ངུའི་སྟེང་ནས་བྱིས་པ་ཕྱིར་དགོན་དུ་ཁུས་པ་ཡིན། དེ་ནས་ཕ་ཡུལ་ཡང་བླ་མ་རེད་ད་ཅིག་བླ་མ་གི་དགོན་པ་གི་ནང་ནས་ཧ་ཅང་བརྩི་ནས་དེ་མོ་ཡིན་འདུག་དཔལ་འབྱོར་གི་ཐད་ནས་ན་དཀའ་ཁག་ནི་མ་རེད། མི་གཞན་པའི་ནང་མཐོང་ཆེན་ཡིན་ནི་རེད་ཕ་ཡུལ་ཞིག་གི་ཐད་བརྩོན་ན་དགེ་འདུན་ཆོས་འཕེལ་ཧ་ཅང་སྤོབས་པ་མཐོན་པོ་ཡིན་འཇོག་ཆོག་གི་རེད། ད་ཡིན་ན་ཡང་ཕ་ཡུལ་རིན་པོ་ཆེའི་སྐུ་གྲོངས་སོང་ནས་སྐུ་འདས་སོང་བའི་རྗེས་སུ། ད་དམག་བཞན་པའི་ན་དགེ་ནི་མཆོད་པའི་རི་དང་མ་རྨུག་གསུམ་པོ་དང་ཆུ་བྱ་ན་རྒན་མོ། རྒན་མོ་དམའ་བོ་ཞེས་གཅིག་གིས་ད་ཅིག་ཆུའི་མཐོང་ཆུང་ངེ་ཚ་འདྲ་བོ་དོ་རི་མོ་དེ་རེད་དེ་མི་འདྲ་ཅིག་ལ་ལོག་སོང་དུས་གཅིག་ནི་དཔར་འབྱོར་མེད་གཉིས་ནི་གཅིག་ཧ་མ་མགོ་འཛོམས་མ་ཡིན་དེ་མིན་དུས་མྱི་གཞན་པའི་ཉེ་བཅུའི་ཁྱད་གསོད་ཡང་ཡོད་ངེས་ཁོ་རང་གི་སེམས་ཡང་ཧ་ཅང་སྡུག་ནས་སྙོམས་ནས་གཏི་མུག་སྐབས་ལྟ་བུ་ཟིག་རེད། རེད་དེ་ཡིན་ན་ཡང་དགེ་འདུན་ཆོས་འཕེལ་སི་ཡ་ཏུ་ཅིག་སྡུག་བསྔལ་དང་ཉེས་བཅོས་ཙི་གུ་རྩ་བ་ནས་གནོན་མི་ཐུབ་ནས། སྡུག་བསྔལ་དང་ཉེས་བཅོས་ལ་ཐད་ཀར་གདོང་ཐུག་རྒྱག་ན་དེ་འདྲ་ཟེར་ཁར་གི་སྐུ་ཚེ་གི་ལོ་རྒྱུས་ཡོངས་རྫོགས་དུ་རྟགས་ཆིག་ཟིག་ཡིན་ན་ཉེས་བཅོས་ཁྱད་གསོད་གཞན་གྱི་འཕྲག་དོག་ལ་སོགས་པ་ལ་གདོང་ཐུག་བརྒྱབ་སྟེ་ཁོ་རང་ཆིག་ཟིག་ཡིན་ན་རྒྱལ་རོང་ནས་རྒྱལ་ཁ་ལོ་ནང་ནས་གཏི་མུག་ཟིག་རེད། དེ་ན་དགེ་འདུན་ཆོས་འཕེལ་ཆུང་ཆུང་ཡིན་གྱི་ད་གཙོ་ན་ཡང། ཨོ་བཟང་གི་ཉིབ་བཅུའི་ཁྱད་གསོད་དེ་འདྲ་ཡོད་ན་ཡང་དེའི་བཞི་བར་དུ་ཁོ་རང་གི་སྤོབས་པ་འདྲ་བོ་མ་བཞི་མ་ད་སློབ་སྦྱོང་མུ་མཐུད་དུ་བྱས་ནས་དེ་འདྲ་ཡིན་ནི་ཟིག་རེད་ད་རིག་འཛིན་རྣམ་རྒྱལ་ཞེས་པ་དེ་མི་ཟིག་ད་རང་ཁར་ཙང་གི་དུག་གཤིས་འདྲ་བོ་ཆུང་ངུའི་སྟེང་ནས་བཅུག་ནས་ཁྱི་ཟིག་ན་དུག་རིགས་ཧ་ཅང་རྒོད་པོ། ད་དུག་རིགས་རྒོད་པོ་ཟིག་ན་རིགས་ཧ་དྭངས་མོ། དཔེ་ཆ་སོགས་བློ་འཛིན་དགོས་ན་ཧ་ཅང་བློ་རྩ་ངར་བ། ད་དེ་རིང་དགེ་རྒན་གྱི་ཆོས་གཟུགས་ཁྲི་བཞེངས་ནས་ཡིན་ན། དགེ་རྒན་གྱི་དཔེ་ཁྲིད་ཀྱི་རྔ་མ་བུ་དེས་དགེ་འདུན་ཆོས་འཕེལ་གྱི་དུ་ཅི་མ་ཅི་བཞིན་དུ་མར་བཤད་སྟོན་བྱས་ནས། དེ་འདྲ་གི་གཞན་བྱས་ཧ་ཅང་རིགས་རྒོད་ཡིན་པ་གཅིག་རེད། གཉིས་དགེ་འདུན་ཆོས་འཕེལ་ད་ནི་ཁིར་ག་ཉིའི་སྤོབས་པ་ཅན་རེད། སྤོབས་པ། སྡུག་བསྔལ་དང་དེ་མི་གང་ཐུག་སོང་ནས་ན་ཁིར་ག་དེ་ཐ་གག་གདོང་ཐུག་རྒྱག་ཐབས་ནི་གི་ཉིའི་སྤོབས་པ་ཅན་དང་ཉིའི་རྣམ་ཤེས་ཅན། ད་ནི་ཁོ་རང་བྱིས་པ་ཡིན་དུས་ཁྱི་ཟིག་ན་ད་རིག་འཛིན་རྣམ་རྒྱལ་འདི། ཁོ་རང་བྱིས་པ་ཡིན་དུས་ཁྱི་མི་ཟིག་རིག་འཛིན་ན་ཅིག། ཡང་བྱིས་པ་ཧ་ཅང་དྲ་ཚགས། ད་རྩེད་མོ་བོ་ལབ་ནས་ཅིག་ཁྱེད་དུ་སྙང་ནག་འདྲ་བོ་ད་གཞན་ལ་གནོད་པ་གཏོང་ཡ་དུས་མི་མ་རེད་སེམས་ཅན་གྱི་ཚེ་གྲོགས་ལ་གནོད་པ་གཏོང་ཡ་འདྲ་མྱི་གཞན་ལ་ཅིག་གནོད་པ་བཙོག་བ་གཏོང་གོ་འདྲ་དུས་འདྲ་མ་རེད་དེ། གང་ལྟར་ཁོ་བྱིས་པ་ཡིན་དུས་ཅིག་གཞན་ལ་རྩེད་མོ་བོ་ལབ་ནས་ཡང་ཅིག། ད་ཆའི་གོ་ནོར་གཏོང་ཡ་ཟིག་གོ་ན་འདྲ་གི་གང་ལྟར་རྩེད་མོ་གི་ལམ་ནས་ཅིག་རིག་རྒོལ་འཁྲབ་ཡ་འདྲ་བོ་དེ་འདྲ་མང་པོ་རྒྱག་གི་རེད། དཔེར་ན་ཅིག་དམག་གཞན་ལ་བསྙག་ཧད་གི་ཡོད་ན་འདྲ་ཁོ་འདྲེ་ཡིན་ཟེར་ནས་ཅིག་འདྲེ་གི་རྣམ་པ་ཡིས་ད་བསྙག་ཕུད་གོ་ན་འདྲ་འདྲ་ད་དེ་མོ་ཡིས་གོ་ན་འདྲ་ཡང་ན་ཅིག་གཏམ་རྒྱུད་འདྲ་མི་འདྲ་བཤད་ནས་ཅིག་བསྙག་ཕུད་གོ་ན་འདྲ་འདྲ་སྐད་ཆ་འདྲ་མི་འདྲ་བཤད་ནས་བསྙག་ཧད་གོ་ན་འདྲ་འདྲ་ད་དེ་མོ་བྱས་ནས་གཞན་ལ་ཅིག་རྩེད་མོ་གི་རྣམ་པ་གི་དེ་མོ་འདྲ་མི་འདྲ་བྱས་ནས་བཞག་བྱས་ཧ་ཅང་གི་བྱས་པ་ད་ཆའི་གོ་ནོར་རྒོད་པོ།

ད་སྔགས་པ་ཅག་གིས་མཚམས་ཁང་སྒྲུབ་ཁང་གི་ནང་ན་དར་ཅིག་འབྲས་དང་དམ་གྲུ་ལ་སོགས་པ་རྣམ་པ་གཟིགས་གོ་ན་འདྲ་གི་དུད་འདྲ་རྣམ་པ་བརྒྱག་ཡ་ཡང་ན་ཅིག་དབྲར་ཡ་གི་དབྲར་ས་གི་དུད་འདྲ་ཧོམ་ཁུང་བཟེ་རུ་ཟགས་སུམ་མ་ཟིག་ལུས་ནས་དེའི་ནང་དུ་ལང་ག། འོ་ད་འདི་ངའི་པ་ལུས་ཟིག་དང་བོ་ཀྱང་འདི་ནང་ན་ཡོད་ག་འདི་ན་སྒམ་འདྲ་ཟིག་ག་དུད་ན་ཟགས་སུམ་མ་ཟིག་ཡོད་ག། དེའི་སྒམ་ཁ་འདྲ་བྱེད་བཞག་གོ་ཀྱོ་དུད་ཧོམ་ཁུང་དང་རྣམ་པ་བརྒྱག་ས་བོ་དུད། དེ་ནས་ད་ལྟའི་ཐང་ན་ཅིག་ད་མུ་ཟི་གི་གཟུགས་རིས་འདྲ་བོ་ཅུང་འདེབས་མྱོང་ང་ལང་ཀ་ཟེར་ནི་རེད། ལང་ཀ། ལང་ཀ་ཟེར་ན་ད་ཅིག་འདྲེ་དང་དམ་ཁྲོ་དེ་མུ་གི་གཟུགས་དེ་ནས་རྩམ་པ་གི་བཅུད། ཡང་ན་ཤོག་ཧོང་ངོ་བྲིས། དེ་མུ་ཡིས་བཞག་ནོ་མྱོང་ང་ལང་ཀ་ཟེར་ནི་རེད། ད་འདི་རྩམ་པ་གི་བཅུད། དེ་ནས་དེའི་སྙིང་ག་གི་སྟེང་ཕུར་བུ་ཟེར། ཕུར་བུ་ཟེར་ན་དགེ་འདུན་ཆོས་འཕེལ་ད་འདི་ན། རིག་འཛིན་རྣམ་རྒྱལ་ཆུང་ཆུང་ཡིན་དེའི་བར་རིས། ད་ལྟ་རི་མོ་བྲིས་ནས་རི་ལྟེབ་ཤག་ན་ཅིག། ད་བཟུང་ཡོད་གོང་བླ་མ་ཚེ་སྒྲོལ་བ་འདྲ་ལྟད་མོ་མདོག་འདི། ད་ཅིག། རྩམ་པ་གི་མོ་འདྲ་འོག་གཟུགས་བགྱིས་ནས་དེའི་སྟེང་དུ། ད་མ་ར་ཁྱི་ཞིག་གོན་འགྲོ། ད་རྩ་བུ་དེའི་ལིང་ག་དང་རྩ་བརྒྱུད་གི་དེ་འདྲ་ཟག་གསུམ་མ་ཟིག་འོ་སྐྱོ་དུ། མང་ཆེ་ས་གི་ཤིང་འདྲེ་ད་ལྟ་འགའ་རེ་འགའ་རེ་གི་མ་ཤི་ན་དེའི་མྱང་ང་ཕུར་བུ་ཟེར་བོ་ནི་རེད། ད་ཕུར་བུ་དུ་འདིའི་ལིང་ག་གི་སྙིང་ག་འཛེར་ནས། ཨ་ལགས་རྒྱལ་བོ་སང་ག་སྒྲུབ་ཁང་གི་ནང་ང་ད་ཉར་ཚགས་ཡོད་ནི་རེད། ད་སྒྲུབ་ཁང་གི་ནང་ནས་ལིང་ག་གི་སྙིང་ཁ་ན་མར་ཕུར་བུ་མཛེས་རབ་ཞོགས་དུས་ད་དུ་གཅིག་འགྲན་དམ་ཆོས་དེ་མོ་ཟིག་ད་གཅིག་བཟུང་ཡོད་ནི་འདྲ་བོ་དེ་ན་སྒྲ་རི་ད་མ་ཏག་ནོ་དེ་དུ་རི་མོ་ཨ་ཡིན་དུས་ཨ་ལགས་རྒྱལ་བོ་ད་ཧ་ཅང་གི་མཐུ་ཙམ་པོ་ཡིན་ནི་རེད་ཆོས་སྐྱོང་ཙམ་པོ་ཡིན་ས་རེད་དེ་ནས་ད་གཅིག་མི་གཞན་པ་ཟིག་ཨ་ལགས་རྒྱལ་བོ་གི་སྒྲུབ་ཁང་གི་ནང་སོང་ད་དེ་ཆི་ཟིག་ན་ལིང་ག་ཡོད་ས་གི་ཧོམ་ཁོང་ད་དུ་སོགས་ཁ་བྱེ་དེ་འདྲ་ག་ལ་ཕོད་ད། མར་རྒོད་སྒྲུབ་ཁང་གི་ཐག་ཉེ་ས་འགྲོ་ཡང་མི་ཕོད་ད། འོ་ད། ཉིན་ཉེ་ས་སོང་ན་ཅིག་རྟགས་མཚན། ཡ་མཚན་འབའ་ཐོན་ལོང་ནི་རེད་ཟེར་ནས་ཚང་མ་འགྲོ་མི་ཕོད་ད་འདུག་ཀྱི་དེ་འདྲ་ཡིན་འདུག་མོད། ཡིན་ནའང་དགེ་འདུན་ཆོས་འཕེལ་གི་ད་ཁི་ཚང་གི་ཕ་ཡུབ་དང་མ་ཡུམ་ཚོ་མི་གོ་ས་ནི་ད་སྒྲུབ་ཁང་གི་སྒོ་ཁ་ཤས། དེ་ནས་མཆོད་ཁང་གི་ཁ་ཤས་ནས། དེ། ལང་ག་གི་སྟེང། སྙིང་ཕུར་ཕུར་བུ། སྙིང་ཕུར་བཟོས་ན་ད་ཕུར་བུ་འཇེར་བོ་ནོ། ཏི་ཡ་ར་བུ་བླངས། ད་ནི་ཁིར་ཙང་གི་ཏོ་བྲ་ཀ་ཡིས་ལྟད་མོ་བྱས་ནས་ད་རྩེད་མོ་འདྲ་མི་འདྲ་དེ་འདྲ་སེམས་ཁུང་གི། འོ་དེ་འདྲའི་བྱིས་པ་ཟིག་ཡང་རེད། ད་འདིའི་ལོ་རྒྱུས་དག་ཅི་ཨོག་ནས་ཡང་དགེ་འདུན་ཆོས་འཕེལ་ལྷ་ས་ལ་འགྲོ་དགོས་པའི་དོན་རྐྱེན་བྱ་རུང་དེ་ཡང་བྱ་བྱ་གི་རེད་དེ་དགེ་འདུན་ཆོས་འཕེལ་ཁིར་ཙང་གི་རྒྱན་དུ་ད་ང་ལྷ་ས་ལ་འདི་འདྲའི་བླ་བྲང་ནས་ཡར་ལྷ་ས་བས་འགྲོ་རྒྱུ་དེ་ཁོའི་རང་དབང་མེད་པར་ཁོ་ལྷ་ས་འགྲོ་དགོས་བསམ་སོང། དེ་ནས་ད་ཁོ་ཅིག་བྱས་པ་ལས་ཀ་གང་དང་གང་ཟིག་ལས་ན་ཅིག།

རྟ་གཅིག་ཁོ་བོ་སྡུག་བསྔལ་དང། དེ་ནས་ཉེས་སྤྱོད་གང་གི་ཡང་མ་གནོན་པར་རྟ་དཀར་གྱི་སློབ་སྦྱོང་བར་མ་བྱེད་དུ། བར་མ་ཆད་དུ་སློབ་སྦྱོང་བྱས་ནས། དེ་འདྲ་ཡིས་ཡོང་ནས་དེ་མོ་ཟེར། རྟ་དགུང་ལོ་བདུན་པའི་སྟངས་ཕེབས་འདུས་སོང་ནི་རི་མོ། དེ་ནས་རྟ་དགུང་ལོ་དགུ་པ་གི་སྟངས་ཐོན་དུས་རྟ་མ་ཡུམ་གྱི་ཁྲིད་ནས། རྟ་ཤེལ་སྒོ་ནས་ཡང་བཏང། ཧེ་རྒོན་ཡང་བཏང་ཟེར་གྱི་ད་རུ་ཁྲུ་ཚིག་ཡོད་ས་རེད་ད་གིན་ནི་ཆུ་བེར་གི་ཕ་ཡུལ་གི་མ་ར་སོང་དུས་ད་ལེ་བུར་ཉི་ཤུ་སུམ་ཅུ་ད་དེ་མི་ཟིག་གི་མཚམས་ན་ཕར་གྱི་ཡོད་ས་རེད་ད་དེ་དེ་ན་ད་ཧེ་རྒོན་ཡང་བཏང་ཟེར་གྱི་དགོན་པ་རུ་ཁྲུ་དེ་འདྲ་ཞིག་ཡོད་ཚིག་ད་དེ་ན་དགེ་བཤེས་དེ་ནས་ཨ་ཁུ་དཔལ་ལྡན་ཚང་དང་ནི་དེ་ནས་དགེ་བཤེས་ལྷ་རམས་པ་ཨ་ཁུ་ལ་ལག་ཚུལ་ཁྲིམས་ཨ་ཁུ་ཚུལ་ཁྲིམས་སང་ད་ལྟ་ནམ་བབས་ཤིག་ནས་སློབ་སྦྱོང་དང་མཚམས་ཉིན་སྒྲིབ་འདི་འདྲ་ད་པེ་ཀྲང་ནང་བཞུགས་གོ་ས་རེད་ད་དེའི་སྐབས་འདི་ན་མ་ཡུམ་གྱི་ཁྲི་གཉིས་སོང་ནི་རེད་ཟེར་གི་ན་ཆུ་འབེ་ད་དེའི་ཁྲི་སོང་རེད་ད་ད་དེའི་ཡང་མཚན་ལ་རིག་འཛིན། འོ་ད་ཁི་ཙང་གི་མཚན་ལ་དེ་ནས་སྐབས་དེ་དུས་ན་རིག་འཛིན་རྣམ་རྒྱལ་ཞུ་ནི་རེད་དེ་མི་ཟིག་རེད་ད་དེ་ནས་ངས་འདི་ན་པར་རིས་ཟིག་བཏང་འོ་ཀྱོ་འདིའི་ནང་གི་ད་དང་པོ་བྱམས་པོ་ཡིན་ན་ཁི་ཙང་གི་ཡབ་བཞི་ཟེར་གོ་ན་ད་ཁི་ཙང་གི་ཁྱིམ་ཚང་གི་ཁང་པ་དང་ད་སོགས་རེད་ད་གིན་ན་ཆུ་བེར་གི་ཁང་པ་དང་ད་ནི་ཁི་ཙང་གི་བིག་ས་ཚང་མ་ཡོང་ས་བོ་དང་སང་ཡང་ཆ་ད་འཇག་ནས་སོང་ན་འཇག་གི་ཡོག་གི་རེད་འོ་ད་གིན་ན་ཆུ་བེར་གི་ཕག་གཞས་འཇག་ནས་སོང་ན་ད་འདིའི་ཁང་པ་འདི་ད་ལྟ་ཡང་འཇག་གི་ཡོག་ནོ་ད་ཧྲི། ད་ནི་ཏི་མ་ར་ཡོང་དུས་པར་ཡོད་གཉིས་པ་ཏི། གིན་ན་ཆུ་བེར་ཁི་ཙང་གི་ད་དགོན་པ་ཡ་མ་བཀྲ་ཤིས་འཁྱིལ་དགོན་ཏི་རེད་ད་ཁ་ཙང་དགོང་གྲངས་བདུན་པའི་སྟང་རང་དགོན་ཡ་མ་བཀྲ་ཤིས་འཁྱིལ་ར་ཚོགས་གཞིག་གི་ཏི་དགོན་ནང་གཞིག་ནི་རེད་བཟི་ད་མོ་དེ་རེད་ད་ཁག་ཚང་གི་ཕ་ཡབ་དེ་ཡང་དགོན་པ་འདིའི་ནང་གི་བླ་མ་ཟེར་མོད། ད་དེ་ནས་ད་ལྟ་ངས་གང་ལབ་བྱ་རྒྱུ་དགོངས་གྲངས་རིག་འཛིན་རྣམ་རྒྱལ་དགོངས་གྲངས་དགུའི་དོན་འདི་ད་དགུང་ལོ་དགུ་ལོ་དགུ་གི་འཐབ་རྩོད་ན་ད་ཤེལ་དགུན་ཡང་བཏང་མ་ཡུམ་གྱི་ཁྲི་དུ་སོང་ནི་རེད། ད་ཤེལ་དགུན་ཡང་བཏང་ཟེར་གྱི་འདི་མོའི་འོག་ན་ཡོད་ནི་ད་བལྟ། ད་ཁ་བྱང་རྒྱབ་བཞག་གི་རེད་ཤེལ་དགུན་ཟེར་ནི་ཁ་བྱང་རྒྱབ་བཞག་གི་དེ་རེད་ད་འདི་ཤེལ་དགུན་འདི་རི་ཕྲུག་གི་རྣམ་པ་ཟིག་ཡིན་ས་རེད་ད་རི་ཕྲུག་གི་རྣམ་པ་ཟིག་ཡིན་ས་རེད།

དཔལ་ལྡན་ཤེལ་དགོན་ཡང་སྟེང་གི་ཨ་ཁུ་དེ་ནས་དཔལ་ལྡན་ཚང་ལ་བསྐྱོར་ནས་རེས་གཟིགས་ལོ་རྒྱུས་མང་གཟིགས་ན་དག་སོང་ག་དེའི་ཨ་ཁུ་དཔལ་ལྡན་ཚང་ཟེར་གྱི་དེ་ད་ཕལ་ཆེར་སྒེར་སྟེང་བློ་བཟང་དཔལ་ལྡན་ཚང་ཡིན་ག་ཟིག་རེད་ད་སྒེར་སྟེང་བློ་བཟང་དཔལ་ལྡན་ཟེར་ན་ཚང་མ་གི་ད་ཤེས་འགྲོ་མོ་སྒེར་སྟེང་གི་སྙན་ངག་ཟེར་དུས་ད་ཆ་སྐད་གྲགས་ཡོད་པ་དེ་ར་སྒེར་སྟེང་བློ་བཟང་དཔལ་ལྡན་འདི་ཤར་སྐལ་ལྡན་རྒྱ་མཚོ་ཚང་གི་ཡོངས་འཛིན་འདྲེ་མོ་དེ་རེད།

དེའི་རྒྱུ་མཚན་གྱིས་ཟེར་བ། ད་ལྟ་ན་ངས་ད་ལྟ་འདི་ན་ཅི་ཐུབ་བྱ་དགོས་རེད་ཟེར་ན། མ་ཡུམ་གྱི་ཤེལ་སྒོའི་ནང་སྟེང་གི་དགོན་པ་དེའི་ཤེལ་སྒོའི་ནང་ན་ཁྲི་སྲོང་དང་ཨ་ཁུ་དཔལ་ལྡན་ཚང་བྱོན་ནི་རེད་བྱོས་ཏེ། དེའི་ཨ་ཁུ་དཔལ་ལྡན་ཟེར་ཡུལ་དེ་ཕལ་ཆེར་སྒེར་དང་བློ་བཟང་དཔལ་ལྡན་ཡིན་ས་རེད་ཟེར་ནི་ཡིན། དེའི་རྒྱུ་མཚན་ཅི་ག་རེད་ཟེར་ན། རྒྱུ་མཚན་གཅིག་དེ་སྒེར་དང་བློ་བཟང་དཔལ་ལྡན་དེ་དགུང་ལོ་སུམ་ཅུ་སོ་གཉིས་ཀྱི་སྟེང་ན། ད་འདི་ཚ་ནས་ཡར་རི་ཁྲོད་འགྲིམ་བཞག་ནི་རེད། བདུད་ཚ་དང་པོ་ཁོ་རང་བདུད་ཚ་ན་ད། བཞག་མེར་པ་འདྲི་ད། དགེ་འདུན་ཁྱི་ཟིག་འགོ་ད་ངས་དེ་མཚན་དྲང་གི། བཞག་མེར་པ་འདྲི་ད་གི་དགོན་པ་ད་གང་རེད་ཟེར་དུས། ཨ་མདོ་འདི་མདོ་སྨད་བདུད་ཚ་དགོན་པ་དུ་བཞག་མེར་པ་འདྲི་དེའི་གསར་བརྡ་ད་པ་རི་མོ་དུ་རེད། དེ་ནས་ད་དགོས་སྟངས་བློ་བཟང་དབར་འདུན།

ཁ་སང་གར་དགེ་རྒན་དེ་རིང་མོ་ཏི་འདི་སོང་དེ་ད་མེད་གི། དེ་ནས་ད་དགེ་སྟོང་ཧ་ལས་པ་མཁས་པ་ཆེན་པོ་རེད་འཛིན། གཅིག་ནས་སྙན་ངག་ལབ་མཁན་རེད་ལྷག་པར་དུ་རྒྱུ་མཚན་གྱི་རྩོད་པའི་རིགས་པ་ལ་ཧ་ཅང་མཁས་དགོན་དེ་ན་ཕར་ཚད་འགྲན་ཟླ་བྲལ་བ་དེ་འདྲ་ཟིག་ཡིན་འཛིན། དེ་ནས་ད་མཁས་པ་མང་བོ་ཟིག་གི་གཅིག་ཕྲག་དོག་འདྲ་བོ་ཡིན་ནས། ད་དགེ་སྟོང་བློ་བཟང་དཔལ་ལྡན་འདི་བདུད་ས་དགོན་པ་ནས་གཅིག་བཤིག་རྒྱུ་མ་ལགས། དེ་ནས་ད་ཡེ་ར་རི་ཁྲོད་ད་བྱོན་ཚོང་ནི་རེད།

ད་རི་ཁྲོད་དང་འགྲིམ་འགྲུལ་ཡིན། ད་ལོ་རྒྱུས་འགའ་རེ་གི་ནང་ན། འདི་ཡ་མ་བཀྲ་ཤིས་འཁྱིལ་རི་ཁྲོད་ནས། འདི་གུས་སྟངས་སངས་ད། དགེ་འདུན་ཆོས་འཕེལ་གཉའ་འཇག་ནི་རེད་ཟེར་རེད་ལོ་རྒྱུས་འགའ་རེ་གི་ནང་སྟབས་བཤད་བཟོ་དུས་ད། ད་ཕར་ཆེར་ང་རང་གི་བསམ་ན། འདི། ཤེལ་སྒོ་ཉག་སྟངས་འདི་ཕར་ཆེར་གུས་སྟངས་སངས་རི་ཁྲོད་དང་འགྲོ་སངས་ད་ཨེ་ཡིན་ན་བསམ། ད་ང་ལ་དེའི་ཕྱོགས་ནས་ཧ་ཅང་གི། ཞིབ་ཆ།

རྟགས་གཙོ་བོ་དགེ་བཤེས་ཤེས་རབ་རྒྱ་མཚོ་དགེ་འདུན་ཆོས་འཕེལ་གྱི་དང་ཐུགས་དམག་རྒྱུད་གཅིག་གི་རྒྱུ་མཚན་དུ། ད་དགེ་འདུན་ཆོས་འཕེལ་སྒེར་སྟེང་གི་སློབ་མ་ཡིན་ནོ་ཧ་གོ་བཞག་རྟགས་ཡིན་ནི་རེད་རྫི་དེ་མི་སེམས་ཁུལ་ཡོད། ད་ཆི་ག་རེད་ཡ་སྒེར་སྟེང་གི་སློབ་མ་ཡིན་ན་དགེ་བཤེས་ཤེས་རབ་རྒྱ་མཚོ་ཆི་ག་ཐུགས་དམག་རྒྱུད་ནི་རེད་རྫི་དེ་དགེ་བཤེས་ཤེས་རབ་རྒྱ་མཚོ་དང་དགེ་དང་གཉིས་ཀ་ད་རྩོད་པ་ལམ་ནས་མང་པོ་ཐུག་མྱོང་ནི་རེད། ད་དགེ་རྟགས་མཚང་ཧ་ཅང་གི་རྩོད་པ་མཁས་པ་རེད་དེ་ནས་ད་རྩོད་པ་མཁས་པ་དེ་འདྲ་ཡིན་ཙང་ད་ཡིག་ཆ་གི་དབང་དུ་ཕྱིན་ན་གཅིག་གཅིག་གི་ཡིག་ཆ་འཛིན་པ་ཆེན་མོ་གསུམ་ད་གཅིག་ཀུན་མཁྱེན་ཡིག་ཆ་ཟེར་གྱི་འདྲ་འདྲ་རེད་ཨ་སྒོ་མང་ཡིག་ཆ་ཟེར་གྱི་འདྲ་འདྲ་པཎ་ཆེན་ཡིག་ཆ་ཟིལ་གྱིས་འགྲན་པའི་དཔེ་འདྲ་ཡིག་ཆ་མང་པོ་ཡོད་གི་མོད། དེའི་ནང་ནས་གཅིག་དང། གིས་ཏང་བློ་བཟང་དཔལ་ལྡན་གྱིས་གཅིག། གཅིག་གི་བདེན་བཞི་གི་ཐད་དང། ལྷག་པར་དུ་གཅིག། སྡུག་བདེན་བདེན་བཞི་གི་ནང་ནས་སྡུག་བདེན་གྱི་ཐད་ནས་འཁོར་བ་བཤད་ས་ནི། ད་ཅི་གི་མཁྱེན་ལ་དགག་པ་བཏང་ཡོད་ནི་རེད། དེ་འདྲ་བཞིན་དྲུག་ཡོད་སྲིད་ཡིན་ནའང་འདིའི་སྟེང་གི་ཆེད་དུ་གཅིག་དགག་པ་དང་ནི་དཔེ་ཆ་ཧ་བཞི་བ་དེ་འདྲ་ཡོད་ས་མ་རེད་འོན་ཀྱང་རྩོད་པ་འདྲ་རྒྱབ་དུས་གཅིག་གི་གི་མཁྱེན་གི་བཞེད་པ་དེ་གཅིག་ཅུང་ཙམ་ཁས་ལེན་མི་ལེན་དེ་འདྲ་ཡོད་གི་ཡོད་ས་རེད། ད་ཆེད་དུ་དེའི་གཅིག་གི་བཞེད་པ་དེ་གི་སྟེང་དགག་པ་བརྒྱབ་ནས་དཔེ་ཆ་ཧ་ཅོག་ནི་འཇིགས་མེད་དམ་ཆོས་རྒྱ་མཚོ། རྗེ་འཇིགས་མེད་དམ་ཆོས་རྒྱ་མཚོ། ད་གི་སྟེང་གི་སློབ་མ་རེད་མོད་དེ་རེད། འོ་དེ་ཡིན་གི་ཡོད་ས་རེད། ད་ཡིན་དུས་ངས་གང་ནུས་པར་རིགས་རིག་དང་བོ་ཅོག་ཡོངས་འཛིན་བློ་བཟང་དཔར་ལྡན་གྱིས་ནི་ད་དགེ་རྟག་བློ་བཟང་དཔར་ལྡན་དགེ་འདུན་ཆོས་འཕེལ་གྱི་དགེ་རྒན་ལ་བསྟེན་ནས་ད་ལྟ་ཤེལ་སྒོ་ཉི་མར་བཏང་ནས་ཨ་ཁ་དཔར་ལྡན་མཛད་རྒྱུ་ཕར་ཆེར་དུ་ཨེ་ཡིན་ཨ་ཟེར་ད་གང་ལྟར་དུ་མ་ཡིན་ན་ཡང་གང་ལྟར་སྐབས་དེ་དུས་གཟིགས་ན་དགེ་འདུན་ཆོས་འཕེལ་གྱི་དགེ་རྟག་བློ་བཟང་དཔར་ལྡན་ཡོངས་འཛིན་བློ་བཟང་དཔར་ལྡན་དུ་དགེ་རྒན་ལ་བསྟེན་ནོ་ནོ་རྒྱ་ཆེ་རྒྱ་རེད། དེ་ནས་ད་ངས་ད་ལྟ་འདི་ན་ཀུན་མཁྱེན་གྱི་ཡིག་ཆ་ལ་ད་ཅིག་ཅུང་ཙམ་དགག་པ་འདྲ་བོའི་རྣམ་པ་བཞིར་གོ་ན་ད་དེ་གཅིག་གཞལ་ཚུལ་ཅུང་ཙམ་ཀུན་མཁྱེན་འཇང་བཞད་པ་རེད་བོ་དྲུག་མི་འདི་རེད་ཀུན་མཁྱེན་འཇང་བཞད་པའི་དཔེ་ཆ་ལ་ཅིག་ད་འཛིན་མཚམས་ཆུང་ཆུང་རེ་དཔེར་ན་ཅིག་སྡིག་རྒྱུན་གྱི་ཕུང་པོ་འཁོར་བར་བཞེད་མི་བཞེད་ད་བོ་ཅིག་བདེན་བཞི་གི་ཅིག་བླང་དོར་བྱ་སྟངས་དེ་མི་རིགས་སྟངས་ནི་ད་དགག་པ་བཏང་ཡོད་ས་རེད་ད་དེ་ནས་དཔེ་ཆ་དུ་གང་ལྟར་རྒྱ་འཇམ་མམ་ཡང་གང་ལྟར་ཅིག་གཏི་མུག་གི་དཔེ་ཆ་གཟིགས་འཇིགས་མེད་དམ་ཆོས་རྒྱ་མཚོ་ཟིན་གྱི་ད་ཕུར་བཞག་ནི་ཡིན་ས་རེད། དེ་དག་གི་དཔེ་ཆ་ཟིག་ཕུ་བཞག་པ་ས་རེད། ད་ཕུ་བཞག་དུས་འཇིགས་མེད་གཏམ་རྒྱུད་རྒྱ་མཚོ་གི་བླ་མ་དེ་དགེ་སྟོང་ཡིན་ནི་རེད་མོད། དགེ་སྟོང་དེ། ཨ་མདོ་སྨད་ཀྱི་ས་ཆ་ནས་མི་ཚུལ་གྱིས་དབུས་གཙང་གི་ཕྱོགས། ཨ་མདོ་ནས་མི་ཚུལ་གྱིས་ཁམས་དང་དབུས་ཀྱི་ཕྱོགས་ཡང་ཧ་ཅང་དགེ་སྟོང་བློ་བཟང་དཔར་ལྡན་མཛེས་དེ་ད་སྐད་གྲགས་ཆེན་པོ་ཡོང་ནས་འཁེལ་པ་རེད་ཨ། ད་ལྟ་འདྲེན་མཁས་པ་ཡིན་དུས། ད་ལྟའི་དཔེ་ཆ་དུ། ང་སྨྲ་ན་འཇིགས་མེད་དམ་ཆོས་རྒྱ་མཚོ་སང་གི་རྩམ་ནི་ཡང་ཡང་བཟི་དུ་བཟི་བཞག་ན་ཡང། ད་རྡོ་བའི་དགེ་བཤེས་དུ་དུ་དེ་དབུས་གཙང་གི་ད་འབྲི་ཤོང་ན་ད། གྲྭ་ས་བཞུགས་ནས་ཐམ་མན་གི་ད་རྡོ་བའི་དགེ་བཤེས་དབུས་ཕྱོགས་ན་ཕར་ཚེ་རྡོ་བའི་དགེ་བཤེས་ཟེར་ནས་སྐད་གྲགས་ཡོད་ས་རེད། ད་རྡོ་བའི་དགེ་བཤེས་ཀྱི་རྩིག་གཟིགས་དེ། ད་འདི། དཔེ་ཆ་དུ་ཡིན་གྱི་འཇིགས་མེད་དམ་ཆོས་རྒྱ་མཚོ་སང་གི་བཛད་པ་རེད་དེ། དང་འདི་ཁོང་འདྲ་བོ་བསྡོ་བའི་དགེ་བཤེས་ལ། ཐུག་ཡོད། དང་འདི་ཁོང་འདྲ་བོ། གང་ལྟར་ཀྱང་འདི་རྩོམ་སྒྱུར་འཇིགས་མེད་དམ་ཆོས་རྒྱ་མཚོ་སང་གི་མཛད་བཞག་འདི་དག་ཡིན་ན་ཡང་དེའི་དགེ་རྒན་དགེ་སྟངས་ཡིན་དུས་ད་དགེ་སྟངས་འདི་དེ་འདྲ་དཔེ་ཆའམ་ཤེས་པ་ཡིན་ཚུལ་གྱི་ད་དགེ་སྟངས་གི་དགོངས་པ་ཡིན་ནི་རེད། ད་དེ་ན་བསྡོ་བའི་དགེ་བཤེས་ཁོང་གིས་ད་དགག་ཡིག་གཟིགས་དྲི་གོ་གསུངས་ནས།

ད་གབ་ཤ་ང་བཏབ་དང་ནི་དེ་འདྲའི་ག་རིགས་གཟུགས། དགེ་སྟོང་སྲང་ལམ་འཁྲུག་གོ་ཟེར། ཨོ་དགེ་སྟོང་བློ་བཟང་བར་དུ་ན་བསྐུར་ན་ཡིན་ཟེར་ནས། དགེ་བཤེས་དགེ་འདུན་རྒྱ་མཚོ་སང་གི་དགེ་བཤེས་ཤེས་རབ་རྒྱ་མཚོ་སང་གི་དུ་འདྲ་ཟེར་བསྐུར་བཞག་པ་རེད། ད་དེ་ནས་ད་དགེ་སྟོང་གི་ཕྱག་རྡུལ་ཐོགས་ནས་ད་དགེ་སྟོང་སང་གི་སྤྱི་གཟུགས་ནས་ད་ཆོག་གི། དགེ་བཤེས་ཤེས་རབ་རྒྱ་མཚོ་སང་ཁོང་ག་རིགས་མཐོང་ན་ཁོང་གི་འདི་དགག་ལན་ཟིག་དབྱིན་ཚིག་མི་ཉིས་འབྲི་དགོས་ཀྱི་རེད། ད་གནའ་བོའི་ཐ་ཚོད་ནི་བླ་མ་གཅིག་གི་ཕན་ཚུན་གཅིག་གི་གཅིག་ལ་དགག་དབྱེ་དགག་ལན་བྲིས་བཞག་ན་ལེགས་པ་མི་འགའ་རེ། དཔེར་བཞག་ན། ཀུན་མཁྱེན་གོ་རིམ་པ་གི་རྗེ་བཙུན་མཁར་བ་ལ་དགག་པ་ད་གཅིག་གི་འཇིགས་བསྒྲིགས་ཀྱི་ནང་ན་གཅིག་གི་མཐར་ཕྱིན་གྱི་རིགས་པ་མང་ཟིག་བཏང་ཡོད་དགོས་མོ་ད་རེད། ཙོང་ཁྲག་པ་ན་རེ་ཟིག་ནས་གོ་རིམ་པས་དེ་འདྲ་གསུངས་ཡོད། དེ་ལ་ལན་གཅིག་ཡང་མང་བོ་ཟིག་ད་གསུངས་ཡོད་ནི་རེད་རེད་ཨ། དེ་འདྲའི་གང་གི་བ་ཡང་རྣོ་འཇང་གབ་ལོ་ལ་སོགས་པའི་ཤི་ར་དང་ནི་ལན་མང་བོ་སོང་བ་ནི་ད་ནི་གཅིག་གི་གཅིག་གི་དགག་པ་གཏོང་ཡང་དཔེ་བཞིན་ན་དཔའ་རིས་རབ་གསལ་གི་མི་ཕམ་འདི་འཇིམ་མི་ཕམ་སང་ལ་ཡང་དགག་ཡིག་གཏོང་བ་ཡང་དེ་ལ་དགག་ལན་དུ་ཡང་རབ་གསལ་དགག་ལན་ཟེར་གྱི་འདྲ་འདྲ་ད་ནི་ཅིག་སྟག་སྐད་སྤྲུལ་སྐད་དུ་ནི་ད་དགག་ལན་དུ་ཡང་ཟེར་གྱི་འདྲ་འདྲ། ད་ནི་ཨ་མྱེས་དམ་ཆོས་སང་ལ་ཅིག་རྒྱག་ལམ་བྲིས་ཡ་ཟེར་གྱིན་འདྲ་དེ་མོ་ཡོད་ག་ན་ཡོང་གི་བ་ཅག་ད་ནི་ད་འཇིགས་མེད་དམ་ཆོས་རྒྱ་མཚོ་སང་གི་ཡ་ར་དགེ་བཤེས་ཤེས་རབ་སང་ལ་དགག་ཡིག་ཟིག་བྲིས་ནི་རེད་ད་དགག་ཡིག་ཟིག་བྲིས་དུས་ད་ཅི་ཟེར་ཟེར་ན་དགག་ཡིག་ཆི་ཟིག་བྲིས་ནི་རེད་ཟེར་དུས་ད་དེ་དགག་ལན་ཨ་ཟེར་གོ་ག་དགག་ལན་ཨ་དགག་ལན་ཨོ་ད་འཇའ་ཧོར་འཇའ་ཧོར་གྱི་བེག་རྡོར་གྱི་ཏིང་ངེ་འཛིན་གྱི་འཁྲིར་ལུས་བྱུང་བའི་དགག་ལན་ཆེས་འཁྲིར་འཁོར་ཕྱིའི་འཕྲུལ་འཁོར་ད་ཕྱི་གི་འཕྲུལ་འཁོར་འོ་དོ་བཟོས་ནས་ཁ་བྱང་ཨ་དོབ་ད་ག་ད་ཡ་རབ་སྐབས་ན་རེད་ད་གོང་རིག་གི་ཐམ་དགེ་བཤེས་སང་གི་མ་ར་བསྐུར་རྒྱུ་སྐལ་རིའི་མེ་དཔུང་རེད་ད་མེ་དཔུང་གི་གཉེན་པོ་ཕྱི་ཡོད་ན་རེད་དེ་ན་ཁོང་གི་ཁྱེད་གི་དགག་ཡིག་དེ་གི་ད་ཁག་ནོ་ན་ཕྱི་གི་འཕྲུལ་འཁོར་གི་ད་དགག་ལན་མདོ་བྲིས་ནས་ཡིན་བཟོས་ནས་ད་ད་ཡ་རབ་སྐུར་ར་བསྟུད་མུ་བྱས་ན་རེད་ད་དེ་དགེ་བཤེས་ཤེས་རབ་རྒྱ་མཚོ་སང་གི་འོ་ད་དགེ་སྟང་ཨ་ད་དགག་ལན། ད་མ་ར་ཡང་ཡང་ལ་འཛུགས་དུས་མ་བསྟུས་བོ་ནི་མ་རེད་ཟེར་ད། ད་དེང་སང་གི་མི་ཚང་མ་ཁ་དགོས་གི་རེད། སྙན་ངག་ལ་མཁས་གི་རེད་ད་དགག་ཡུན་གཅིག་མི་བསྟུས་ན་མང་པོ་ད་ཡ་ར་ཐོན་གི་རེད། རང་གི་ཡི་གེ་གཟུགས་སྐར་འདི་གི་བ་གི་མ་རེད་ད་ཁོ་དངོས་སུ་དགོས་སྟངས་སང་དངོས་སུ་ཐུག་ནས་རྩོད་པ་ཟིག་རྒྱབ་ད་ཁོ་ཚར་བཅད་ཀྱི་མི་ཡི་གེ་བྲིས་ད་དོན་དག་མ་ད་དེང་སང་གི་ལོ་ཉོག་ཚང་མ་ཁ་མང་ནི་རེད་ད་གཅིག་བྲིས་ཁྱེད་རང་ནི་ཡང་ཡ་ར་བྲིས་ཡོང་ནི་རེད་ད་དེ་དགག་ལན་བྲིས་ན་གྲུ་ཚོད་ཡོད་ནི་མ་རེད་ཟེར་ནས་དགེ་བཤེས་ཤེས་རབ་རྒྱ་མཚོ་དག་སོང་ནས།

རྒྱ་ནག་ཧྭ་ཤང་གི་དེ་ནས་བོད་ཡུལ་ནས་ལྷག་སོང་བའི་ཧམ་ཆག་ཅིག་དེ་ཆ་ཡིས་དེ་ཁྱོད་རང་གིས་བརླག་འདུག་ཁྱོད་ཡིན་གི་སྐལ་བར་ཐོབ་འདུག་ཧ་ཧ་ཟེར་ནས་ཅིག་བཞག་དགྲ་ཡིས་འོ་ན་དེ་མི་གི་ཚིག་ངན་གྱི་རྣམ་པ་མང་པོ་ཡོད་གི་དེ་བཞིན་དུ། ད་དགེ་བཤེས་རྣམ་པ་གཉིས་ཀའི་ནང་ཡང་དགེ་སྤྲང་ཚང་དང་ནི་དགེ་བཤེས་ཤེས་རབ་རྒྱ་མཚོ་རྣམ་པ་གཉིས་ནང་གཅིག་གི་གཅིག་ག་གཅིག་དང་དེ་ནི་རྩོད་པའི་ནང་ནས་མ་ར་ཅིག་ཚིག་ངན་འདྲ་བོ་ཟེར་མང་བོ་བཤད་ཡོད་ས་རེད།

ད་དེ་གཞན་ལ་སྟོན་གི་འདུག་གིས། ད་ཁྱོད་དགག་ལན་འདི་ཅི་ཟིག་རེད་ཟེར་ནས་ན་རང་གི་ཕག་ཟ་སྐྱེ་རེད་ཟེར་ད་ཕ་ཟེར་ན་ཀུན་མཁྱེན་བླ་མ་འཇམ་དབྱངས་བཞད་པ་ཟེར་བ་འདིར་མོ་ད་དེ་ད་ཧ་ར་དགག་སྐྱེ་ད་ལོག་འདུག་གིས་དེའི་དགོངས་པ་འཛིན་བྱེད་ད་ལོག་མེད་གི་ཟེར་ནས་ད་སྒྲ་གི་ཚིག་ངན་ཟེར་རིན་འདྲ་ཡོད་ཚ་ད་དེ་མོ་ཅིག་ཕན་ཚུན་གྱི་ཚིག་དེ་འདྲ་རྩུབ་མོ་བརྫི་ཡོང་དུས་ཚང་མ་གིས་འོ་ད་དགེ་བཤེས་དགེ་ནི་རྒྱ་མཚོ་ཤེས་རབ་རྒྱ་མཚོ་དང་དགེ་སྟོང་ཚང་གཉིས་ཀ་ཕན་ཚུན་གྱི་ཐུགས་དགོངས་མི་མཐུན་པ་རེད་ཟེར་ནས་ད་དེ་འདྲ་གི་བཟོད་སྤྲོ་བྱུང་ཡོད་ས་རེད། ད་དེའི་རྒྱུ་མཚན་གིས

དགེ་སྟོང་ཚང་གི་སློབ་མ་ཡིན་པའི་རྒྱུ་མཚན་གྱིས་རེད། དེ་མི་ཤེས་ཡོད་ནི། ད་དུ་ཨུ་ཡིན་མི་ཤེས་མི་ཡིན་མི་ཤེས། ངོ་མ་གཅིག་གུས་པ་ང་གུས་པ་གཅིག་གིས་ཕན་ཚོགས་གཅིག་གིས་གཅིག་ལ་དགག་པ་རིག་གཞུང་གི་སྟེང་ནས་དགག་པ་གཏོང་གི་རེད་དེ་འོན་ཀྱང་ད་སེམས་ཀྱི་སྟེང་ནས་འཁོན་འཛིན་འདྲ་བོ་རྩ་བ་ནས་ཡོད་ཀྱི་མ་རེད་ཨང། དཔེར་ན་རྗེས་སོར་དགེ་བཤེས་ཤེས་རབ་རྒྱ་མཚོ་རྟ་དམར་ར་ཨ་མདོ་བོད་ས་ཆ་མེད་ར་ཟི་ལང་ལུང་ཤོག་ཕེབས་ནས་བཞུགས་དུས་ད་སྐོར་བཙུགས་ཟིག་ཨ་སྒེར་དང་སློབ་བཟང་བར་དུ་དགུང་ལོ་དྲུག་ཅུ་རེ་ལྔ་རེ་ཡ་དེ་མུ་ཟི་ཁུ་དང་ཨ་དགོངས་པ་རྫོགས་སོང་ནི་རི་མོ་ད་དགོངས་པ་འདིས་སོང་ཟིག་ར་ད་དགོངས་པ་འདིས་སོང་དུས་དགེ་བཤེས་ཤེས་རབ་རྒྱ་མཚོ་གི་མདུན་འདུག་ཟིག་གྲྭ་བ་ཟིག་བོད་ས་རེད་ད་ད་ཅུང་ཙམ་རི་ག་ཞོག་ཚར་ད་ཨོ་སྒེར་དང་ད་དགེ་བཤེས་ཤེས་རབ་རྒྱ་མཚོ་ལ་དགག་དབྱིབས་དྲི་བའང་ནི་རི་མོ་ད་རེད་དགག་ལན་དྲི་བའང་དྲི་ད་དེའི་ནང་ང་འདྲ་མི་འདྲ་མང་བོ་བརྫིས་བོད་ས་རེད་ད་དེའི་རྒྱུ་མཚན་གི

ཡར་དགའ་དགའ་ཡིས་དོན་འདྲ་བཤད་དེ། ཨ་ཙི། ད་དགེ་བཤེས་ཤེས་རབ་རྒྱ་མཚོ་སང་གི་ཨ་ཙི། སྐྱེས་བུ་དམ་པ། སྐག་ཤིག་སོང་ན་ཁྱོད་དགའ་གི་ཡོད་ག། ད་དེ་འདྲའི་སྐྱེས་བུ་དང། དམ་པ་ཟིག་སྐག་འདི་ཁྱོད་ཀྱིས་ཧ་ཅང་གི་སངས་རྒྱས་ཀྱི་བསྟན་པའི་སྐྱོང་རྒྱུ་ཡིན་ནི་རེད་ཟེར་ནས་དགེ་བཤེས་ཤེས་རབ་རྒྱ་མཚོ་ཧ་ཅང་ཐེར་རྡུགས་མཛད་ནི་རེད། དེ་འདྲ་སོང་ག། འོ་དེ་ན་ཨ་ཅི་གི། གྲུབ་མཐའ་གི་ཕན་ཚུན་གྱི་ཁུར་དགའ་དགའ་བཞག་ཡོད་ནོ་འདི་ཨ་ཅི་གི་རང་བཞིན་གྱི་ཅིག་ཆགས་སྡང་གི་དགག་པ་འདྲ་བོ་དེ་འདྲ་རྩ་བ་ཉིད་ཡིན་གི་མ་རེད། དཔེར་ན། བློ་བཟང་དཔའ་རིས་རབ་གསལ་དང་ཀུན་མཁྱེན་མི་ཕམ། ཕན་ཚུན་དགག་པ་མང་བོ་ཡོད་ངེས་རེད་ཡིན་ནའང་མཐའ་མ་དཔའ་རིས་རབ་གསལ་ཟེར་མཁན་འཇམ་མགོན་མི་ཕམ་པ་ལ་བསྟོད་པ་འདི་འདྲ་ཞུས་ཡོད་ཀ། འཇམ་མགོན་མི་ཕམ་པས་དཔའ་རིས་རབ་གསལ་ཟེར་རྒྱུ་འདི་ཧ་ཅང་གི་གུས་པ་ཆེན་པོ་ཡིན་ནི་རེད་ཟེར་ནས་བསྟོད་བསྔགས་མཛད་ཡོད་ཀ། གྲུབ་མཐའ་གི་སྟེང་ནས་རྩོད་པ་རྒྱག་དུས་ཁ་ནོན་པ་གཉིས་ཅིག་ཨོ་ད་ངོ་མི་འདི་ཆ་མཐུན་གི་ཡོད་ཀ་བསམ་རྒྱུ་འདྲ་དེ་འདྲ་རེད་དེ། འོན་ཀྱང་དོན་དངོས་པོ་གི་སྟེང་ནས་སྐྱེ་བོ་དང་འབར་བའི་གྲུབ་མཐའི་རྩོད་པ་དང། ཇི་ཙམ་ཡིན་ན། ཚོར་བ་གི་རྩོད་པ་ཙམ་གོ་ན་ཆགས་སྡང་གི་རྩོད་པ་ཡང་གཞི་ནས་འདྲ་གི་མ་རེད། གཏམ་རྒྱུད་མངོན་པ་མཛོད་ཀྱི་ནང་ན་འཁོར་བའི་རྒྱུ་ཕྱིར་རིམ་གྱིས་ཕྱིར་སེམས་བྱུང་རྣམས་ལས་ལོགས་སུ་བཤད་ཟིན། ཚོར་བ་དང་འདུ་ཤེས་གཉིས་ཀ་སེམས་བྱུང་གི་ནང་ནས་ཕྱིར་ལོགས་སུ་བཤད་པའི་རྒྱུ་མཚན་གང་རེད་ཟེར་དུས། འཇིག་རྟེན་འཁོར་བ་པ་ཐམས་ཅད་པོ་ཚོར་བ་གི་སྒོ་ནས་ཚོར་བ་འདི་ཞེས་ཚོར་བ་བཟང་ངན་ཚོར་བ་བདེར་དུག་རྩ་ནི་ཆགས་སྡང་གི་རྩ་དུས་བྱས་ནས་འཁོར་བ་ལ་འཁྱམ་མོ་ནི་རེད། གྲུབ་མཐའ་པ་ཐམས་ཅད་པོ་འདི་ཞེས་རྩོད་ནི་རེད་ད་འདི་ཞེས་ཟེར་ན་གྲུབ་མཐའ་ཁྱེད་ཀྱི་ལུགས་དང་ངེད་ཀྱི་ལུགས་ཟེར་ནས་རྩོད་ནི་རེད། གྲུབ་མཐའི་ཚོར་བ་གི་སྒང་ནས་ཅིག་ཆགས་སྡང་གི་སྒང་ནས་རྩོད་པ་འདི་འདྲ་རྩ་བ་ནས་ཡིན་གི་མ་རེད། དེ་ཡང་ཆིག་གིས་ད་གིས་ན་ཆུང་དུས་ཀྱི་ལོ་རྒྱུས་ན་རེ་རེ་ཕྱིར་བཏང་གི་དཔེ་ཆ་བཅས་འོག་ནས་ཐ་སྙད་ཚབ་སྒྲུབ་བྱས་ན་རེ་ཞིག་གིས་ཧ་ལས་པ་བཀོལ་དགོས་ཀྱི་དེ་འདྲ་གལ་ཆེན་ཟིག་ཡིན་གི་རེད། ད་གིས་ན་ཆུང་དུས་ཀྱི་ལོ་རྒྱུས་ཀྱི་ནང་ན་གྲུབ་མཐའ་རིས་མེད་ལ་ཅིག་སྡང་ཕྱོགས་ཡོད་ན་གྲུབ་མཐའ་རིས་མེད་ཀྱི་སྐྱེ་བོ་རྣམ་པ་ལ་ཅིག།

གཟས་དགོས་ན་འདྲ་གི། དགོས་སྟངས་བློ་བཟང་དཔལ་ལྡན་ཚང་གི་ཅིག། རྩོམ་གི། སྙན་ངག་ད་དུ་ནུས་ཤིང་དེ་མིན་རྩ་ནི་རེད་ཟེར་བ་ཁོ་མོ། དེ་ཕར་ཆེར་ཡིན་ས་རེད་དགེ་ནི་ཆུང་ཕེར་དེ་ཡང་དེ་འདྲ། སྙན་ངག་པ་ཡིན་པའི་རྒྱུ་མཚན་ཡང་དེ་ཡིན་ས་རེད། དཔེར་ན་ཅིག་གི་རེབ་གོང་རིག་པའི་འབྱུང་གནས་ཟེར་འདི་ད་དགེ་ནི་ཆུང་ཕེར་གི་ཕ་ཡུལ་རེབ་གོང་གི་ས་ཆ་འདི་དངོས་གནས་རིག་པ་སྨྲ་བ་ཧ་ཅང་མང་པོ་བྱུང་ས་དེ་འདྲ་རེད། ད་ལོ་རྒྱུས་ཀྱི་སྒང་ནས་ད་ད་ལོའི་ཡིན་བཤད་ཀྱི་མེད་གི། ད་ལྟའི་རང་སང་ཉིན་གྱི་ད་སོ་ཡིན་ན། རེས་སྐོང་གི་ཤོག་གི་ཅིག་སློབ་མ་ཟིག་ཡིན་ན། གྲྭ་བ་ཟིག་ཡིན་ན་ཅིག་སྙན་ངག་ག་ལ་གང་འཚམས། རྩོམ་ག་ལ་གང་འཚམས་མི་ཤེས་མཁན་ཕར་ཆེར་མེད་པ་དང། ད་མ་མཐའ་ཡིན་ན་ཟེར་ན། དེ་ནས་ཅིག། བརྡ་སྤྲོད་ལ་ཅིག་བསྟུན་ནས། ད་བརྡ་སྤྲོད་ཡག་པོ་མི་བྱེད་མཁན་ཕར་ཆེར་མེད་པ་ལྟ་བུ་དེ་འདྲ་ཅིག་རེད། དེ་ཁུར་གལ་ཅིག་ས་ཆ་ཟིག་གི་གཤིས་ཀ་གི་ཡིན་ན་གོམ་བགྲོད་གི་ཡིན་ན། ཇི་ཟིག་གི་ཁྱད་པར་ཡིན་ན་གང་ལྟར་ཀྱང་རེས་སྐོང་རིག་པའི་འབྱུང་གནས་ཟིན་ན་བོ་ལུས་ཡིན་བསམ་ཡང་འགྲོ་དངོས་ནས་གཙོ་གི་སློབ་གྲོགས་ནང་ཧར་སེར་མདངས་བརྒྱབ་ན་དེ་འདྲ་ཅིག་རེད། ཨོ་ད་ལྟད་མོ་ཟིག་རེད་དེ་ནས་དགེ་འདུན་ཆོས་འཕེལ་དགུང་ལོ་དགུ་གི་སྟེང་ད་གོང་དུ་བྱ་རྒྱུ་བ་ཤེལ་སྒོན་ཡང་སྟང་གི་ཨ་ཁུ་དཔར་ལྡན་ཚང་ཟེར་རྒྱུ་བ་ལ་དེ་ནས་མ་ཡུམ་གི་བཅོལ་ནི་རེད་ཟེར་ད་དེ་ཨ་ཁུ་དཔར་ལྡན་ཚང་ཟེར་རྒྱུ་དེ་ཕར་ཆེར་ད་སྒེར་དང་བློ་བཟང་དཔར་ལྡན་ཚང་ཨེ་ཡིན་ན་ཟེར་ད་དོ་བསམ་གི་རང་གི་ཕར་ཆེར་ཡིན་ས་རེད་དྲན་གི་ད་སྒེར་དང་བློ་བཟང་དཔར་ལྡན་གི་རྣམ་ཐར་ཤེས་ནི་གཟུགས་ནང་ན་སྒེར་དང་བློ་བཟང་དཔར་ལྡན་ད་དགུང་ལོ་སུམ་ཅུ་སོ་གཉིས་གི་དང་རི་ཁྲོད་འགྲིམ་ནི་རེད་མོད་དེའི་རི་ཁྲོད་དུ་ཤེལ་སྒོན་ཡང་སྟང་རེད་ཡོད་གི་ད་མེད་གི

ལོར་གྱི་འགའ་རེ་གི་ནང་ན་ད་གིན་ནས་བྱོན་པའི་དགོངས་ཀློང་འདི་འདྲ་ཆུང་ཆུང་ཡིན་གྱི། སྙན་ངག་མེ་ལོང་མ་གི་ད་དཔེ་རྒྱན་དང་དོན་རྒྱན་དུ་ཟུག་གོ། ད་དཔེ་བརྗོད་བྲིས་བཞག་ནོ་ད་ཧ་ཅང་སྙན་མོ་ཡིན་ནི་རེད། སྐབས་དེ་དུས་ན་ད་གིན་ནས་བྱོན་པའི་སྙན་ངག་ལ་ཅིག་ཚང་མ་ཧ་ལས་འདུག་ནས་དགོངས་ཀློང་ཏི་འདྲི་ཆུང་ཆུང་ཟིག་རེད་ད། ཨོ་གིན་ནས་བྱོན་པའི་གི་ཏི་འདྲི་སྙན་ངག་ཡག་པོ་བྲིས་ཟིག་ནས་ཚང་མ་ཧ་ལས་འདུག་གུས་པ། དེ་མི་ཟིག་རེད།

ལོང་སྟེ་ཆོ་ག་དུ་མར་ཚག་གཅིག་དོན་ནི་དང། ད་ཅིག་རིས་གཟའ་ཡི་ར་ཆེ་ཆུང་རིགས་བཞི་ཅིག་ཁྲི་གང་ཡོད་ན་དེ་མི་གཟུགས་ཀྱི་སྟེང་ལ་དར་ལོང་སྟེ་ཙག་ལི་དུ་དྲིས་བཞག་ན་རེད། དུ་དེ་ནི་དགུང་ལོ་དེ་མོ་ཆུང་ཆུང་ཡིན་དུས་ད་ལྟ་དུ་དེ་ནི་རི་མོ་དང་འདྲ་ཧ་ལས་པ་ཡག་པོ་གསོན་ཉམས་ཅན་གཏི་མུག་བྲོ་ཐབས་ཀྱི་ཡོད་ཟེར། དེ་ནས་དགེ་འདུན་ཆེན་པོས་དགུང་ལོ་དགུ་དང་བཅུ་ཟེར་དུས་ཀྱི་སྙན་ངག་བ་ཡིན་པས་མ་ཚད། འོ་དེ་ནས་ཅི་ཟེར་ཟེར་ན། རི་མོ་བ་ཡང་ཡིན། དེ་འདྲ་གི། ཧ་ལས་པའམ་མཁས་པ། ཁྱེད་ཀྱི་དགོན་པ་གི་ཆོས་ཞབས་ཀྱི་འདོན་ཆ་ཟེར་ཡང་འདྲ་བོ་འབུད་རྡུང་དཀྲོག་གསུམ་དེ་དང་ཕར་ཚད་དགེ་འདུན་ཆེན་པོའི་རིགས་ཀྱི་མི་ཞིག་གིས་སྨྲས་ན། གཏི་མུག་ཡིན་ས་རེད། ད་གཏི་མུག་ཞིག་ནི་རེད། ད་ད་རུང་དགེ་འདུན་ཆེན་པོའི་གང་རིགས་ཀྱི་རྒྱུན་འདི་ཅིག་ཁུར་ཙང་གི་དཔེ་ཆ་ལྟ་བསམ། ཅིག་སློབ་གཉེར་བྱེད་དུས་ད་ཅིག་གོད་ཆག་ལྟ་བསམ་མདུན་ཅོག་དེ་འདྲ་སྒམ་བཏབ་དུས་དེ་འདྲ་ཡང་བཟོ་ཡི་དེ་མི་ཡང་མཛའ་ནི་རེད། ད་ནི་ཁ་རྩང་བ་ཚེ་དཔག་མེད་ཀྱི་སྐུ་ཆུང་ཆུང་ཟིག་ཡོད་ནི་རེད། ད་རྟེན་འཇོག་ས་གི་དེའི་སྐུ་གི་བུམ་པ་གི་ཡར་ཁ་དེ་ན། བུམ་པ་གི་དེའི་ཁ། བུམ་པ་ཡར་ཕྱེ་ས་གི་དེའི་ཁ་དོག་དེ་ན་ད་ཅི་ཟིག་ཟེར་ན།

ངོ་ཏི་མོ་ཡིན་ན་རེད་ཟེར། ད་དེ་མོ་ཤག་གི་ཡོང་སྐབས། ད་དེ་མོ་ཟེར། ད་དེ་ལྟར་དགེ་འདུན་ཆོས་འཕེལ་གྱི་རྟགས་ཤེལ་སྒོའི་ཡང་བཏང་ནས་སློབ་སྦྱོང་བྱས་ནས། ད་ནི་དགེ་འདུན་ཆོས་འཕེལ་དགུང་ལོ། ད། བཅུ་གསུམ་ཡར་མར་གྱི་ད་ཚོད་ན། ད་ཅིག་སྙན་ངག་གི་རྩོམ་སྒྲིག། རྩོམ་གྱི་རྒྱུགས་སྤྲོད་དུ་ནི་མོ་ད་རྩོམ་འདི་འདིར་གྱི་རྒྱུགས་སྤྲོད་དེའི་སྟེང་ཨ་དགེ་ནི་མཆོད་འབུལ་གྱི་ཀུན་བཟང་འཁོར་ལོ་དེ་མོ་གཉིས་བྲིས་ཡོད་ཙང་དེ་ད་སྙན་རྩོམ་ཀུན་བཟང་འཁོར་ལོ་གཉིས་བྲིས་ཡོད་ནི་རེད་ཟེར། ད་དེང་སང་མཇལ་གྱི་མི་འདུག། གསུང་རྩོམ་གྱི་ཁྲོད་ནི་དེའི་ཀུན་བཟང་འཁོར་ལོ་དེ་ཚོ་མཇལ་གྱི་མི་འདུག་ད། ད་དེའི་གསུང་རྩོམ་དགུང་ལོ་བཅུ་གསུམ་ཡན་གྱི་ད་ཚོ་ནི་བྲིས་ནས་ཀུན་བཟང་འཁོར་ལོ་གི་དེའི་སྙན་རྩོམ་དུ་སོ། ད་ཀྱི་གུས་སྟངས་ལ་སོགས་པའི་མཁས་པ་མཚམས་ཆད་པོ་ཧ་ལས་འགྱུར་བ

དེ་མོ་ཀུན་བཟང་འཁོར་ལོ་སྙན་ངག་འདབ་སྤྲིན་འོག་ཏུ་སོ་སྐབས་དེ་དུས་ན་ཅིག་ཚང་མ་གི། ད་སྙམ་པའི་ཚབ་ཏུ་འཇོག་ནས་དངོས་གནས་དགེ་འདུན་ཆོས་འཕེལ་ཟེར་གྱི་ད་དུས་རིག་ཡམ་ཟིན་པ་རེད་ཟེར་ནས་ཚང་མ་སྐབས་དེ་དུས་ནས་ད་དགོངས་སློབ་རྒྱག་བསམ། དེ་དུས་ནས་ཚང་མ་ཡམ་ཚང་དགོས་ཡ། འོ་དེ་མིན་རེད། དེ་མོ་ཅིག་རེད།

དེ་འདྲའི་སྒོམ་གྱི་ནུས་པ་གི་ཁྱད་མི་ཐོབ་ཡ། ད་ནི་གཅིག་འཕོ་བ་རྟོགས་ཀྱི་མེད། ད་རང་རླུང་གི་ནུས་པ་ཡ་མཚན་ཅན་གཟིགས་རྣོ་ཆེར་བཞེངས་ན། རླུང་གི་ནུས་པ་ལ་བརྟེན་ནས་གཅིག་ལུས་པོ་ཡང་བར་སྣང་ཁམས་ཡར་སྟེང་མེད་དུ་ཡར་དུ་ནི་འཕགས་ཐུབ་ཡ། དེ་མུར་ད་ཡར་ལུས་པོ་མཐོ་ས་ཡར་བཏེག་ཐུབ་ཡ། ཧ་ཅང་རླུང་ལ་རང་དབང་འབྱོར་སོང་ཚིག་གི་ནམ་མཁའ་སྟེང་མེད་ཀྱི་ངང་ནས་རང་དབང་འདུག་ཐུབ་ཡ། དེ་ཡང་ཡིན་དགོས་ཟེར། མི་སྣ་གཅིག་དུ་ནི་རྩར་རླུང་བཞག་ན་ཆ་ཡར་འབེར་འཕེན་ཟེར་ཀྱང། ནམ་མཁའ་ཡར་རླུང་གི་ནུས་པ་ལ་བརྟེན་ནས་ཡར

ད་ལྟའི་གཙོ་བོ་སློང་ཆེན་སྙིང་ཐིག་གི་དུས་དེར་རྫོགས་རིམ་དང་དེ་ནས་ཀྱི་འབར་འཛག་གཏུམ་མོའི་རྣམ་འགྱུར་དུ་སོགས་ལ་དེ་ནས་ད་ཕྱིན་རེ་ནས་ཉམས་ལེན་ཡི་གེ་བཞག་དེ་ནས་བསྒོམ་རྒྱག་བཟླ་འདི་རེད། ད་ལྟ་དེའི་རྩ་རླུང་བཞེངས་ཀྱི་ཐབས་ཚོལ་ནའང་ད་སློབ་མ་མང་པོ་ཡོད་ས་དེའི་ནང་ནས་ད་དགེ་འདུན་ཆོས་འཕེལ་གྱི་རྩ་རླུང་གི་ནུས་པ་དེ་རྟ་སློབ་མ་བཞི་གཞན་ལས་ཀྱང་ཁྱད་དུ་འཕགས་པ་ཟེར་རེད། ད་དེའི་ནང་ན་སྒོམ་རྟགས་མཐོང་དགོས་ན་དགེ་འདུན་ཆོས་འཕེལ་གྱི་རྟ། དགེ་འདུན་ཆོས་འཕེལ་གྱི་མགྱོགས་གཟིགས་མེད་གི་ཟེར་དགེ་འདུན་ཆོས་འཕེལ་ལས་ལྷག་གཟིགས་མེད་གི་ཟེར། དེ་གསུངས་དགོས་མོད་ད། འདི། འདི་ཁང་གི་རབ་གསེས་ཁ་ནས་ཡང་དགེ་འདུན་ཆོས་འཕེལ་གྱི་ག་ཡར་འབུད་གི་འདུག་ཀྱི། དེ་འདྲ་གི་རྩར་ལུང་བཞེངས་འདི་དེ་འདྲའི་ཆིག་སྒྲིལ་དགོས་འདུག་རྩར་ལུང་གི་ནུས་པ་ཐོན་གི་འདུག་གི་ཟེར་ཡར་ལུང།

ད་དགེ་འདུན་ཆོས་འཕེལ་གྱི་དབུ་ཡར་འབུད་ཀྱི་འདུག་ཡང་དེ་འདྲ་ཟིག་ཡིན་ཐུབ་མིན་ཞེས་དགེ་འདུན་ཆོས་འཕེལ་གྱི་སློབ་གྲོགས་འགའ་རེ་ཡིས་དེ་འདྲ་གསུངས་ཡོད་སྐོམ། འོ་ད་རེད་ད་དེ་འདྲ་ཟེར་རུ་བཤད་སྤྲོ་ཡོད་གི་ཟིན་ད་དགེ་འདུན་ཆོས་འཕེལ་གྱི་སློབ་གྲོགས་གཅིག་གིས་དངོས་གནས་དགེ་འདུན་ཆོས་འཕེལ་གྱི་རྩར་ལོངས་བཞག་ན་ཡང་དེ་འདྲ་གི་ནུས་པ་ཐོན་གྱི་འདུག་ཟིན། དེ་འདྲ་སོང། ད་དེ་ནས་སྐབས་དེ་དུས་ན་རྩར་ལོངས་སྐྱེ་བ་ཟིག་གི་མི་ཚིག་གི་ད་རྫོགས་ཆེན་གྱི། དེ་ནས་རྫོགས་པ་ཆེན་པོ་ཁྲིད་ཡེ་ཤེས་བླ་མ་ལ་སོགས་པའི་གཞི་ལམ་འབྲས་གསུམ་གྱི་ད་ཅིག་ཉམས་ལེན་ཟབ་མོ་རྣལ་འབྱོར་རྙིང་མ་གི་ལྟ་བ་ཡོད་ན་མིན་ན་དེ་ཆ་རེད།

ད་རྣམ་པ་ཚང་མ་ག་ཧ་ཅང་གི་སྒྲིག་ལམ་ཡག་པོ་བཀྲོངས་ནས་དེ་འདྲ་བྱེད་དགོས་གི་དངོས་གནས་དྲང་གནས་ཚང་མ་བཀའ་དྲིན་ཆེ་ད་འདིའི་ནང་ན་ཡོད་ནི་མང་ཆེ་བ་དེ་འདྲ་བུ་ཆ་བ་མཁས་པ་དེ་ནས་དགེ་རྒན་སློབ་མ་ཡང་ཧ་ཅང་མཁས་པ་ལྟད་མོ་རིག་ནུས་པ་ཏག་ཏག་རེད་དེའི་རྒྱུ་མཚན་གི་ཚང་མ་གི་འདི་འདྲའི་སྒྲིག་ལམ་ཡག་པོ་བཀྲོངས་ནས་ཁྱེད་ཀྱི་སོ་སོ་གི་རང་རང་གི་ཕྱི་སྲིད་སྐུ་མགྲོན་ད་ཅིག་ས་ནས་རང་རང་གི་དེ་ནས་སྒྲིག་ལམ་འདྲ་བོ་ལ་རང་རང་གི་བརྡ་བརྒྱབ་ནས་འདི་འདྲའི་ཚོགས་པའི་སྒྲིག་ལམ་ཡིན་ནམ་མི་ཤེས་ག། ཧ་ཅང་འཇམ་ལྕག་པོའི་སྒོ་ནས་བཞུགས་བ་ཀི། ཚང་མ་ལ་དངོས་གནས་དྲངས་ནས་བཀའ་དྲིན་ཆེ་བཞེས་ནས་ཡིན། ད་འདི་ནང་ན་དངོས་གནས་ཀྱི་མཁས་པ་འདྲ་དེ་འདྲ་ཧ་ལས་པ་ཡོད་དངོས་གནས་དྲངས་ནས་ཡོད། ང་རང་གི་དངོས་གཞི་ཀྱི་གར་དགེ་རྒན་འདྲ། དེ་ནས་ཅིག་དཔེ་ཆ་བ། དེ་འདྲ་མང་པོ་ཡོད། དེའི་རྒྱབ་མཚམས་ཀྱི་མ་འོངས་སུ་གར་དགེ་བསྡད་ན་རྙོག་འཇོག་གི་ན་དེའི་སྐད་ཆ་དེ་འདྲ་ཡག་པོ་བཞིག་ནོ་ཚང་མ། སྙང་ཐག་པ་ནས་བཀའ་དྲིན་ཆེ་བཞེས་ནས་ཡིན་བཀའ་དྲིན་ཆེ་དེ་རང་དེ་ཙམ་ཤེས།